ད་ལོ་ད་ཅི་ནོ་ཁོང་ཚོ་སྐྱབས་མགོ་འཁྱུར་ཆོག་ཕྱི་ལུགས་ལྟར་ན་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་རེད་ད་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་པས་སོང་ཙང་ཨ་ནི་ཅི་ནོ་ཁོང་ཚོ་སྐྱབས་མགོ་འཁྱུར་མི་ཆོག་གི་གོ་སྟོན་གྱི་ལོ་དེ་ཨ་ནི་ང་ཚོ་བྱམས་བརྩེའི་ལོ་ཞེས་ནས་སྲུང་བརྩི་ཞུ་ཡས་འདུག་ཟིན་ཐུ་ཐག་གཅོད་ཡོད་པ་དང། ཁ་སང་ཨ་མི་རི་ཀ་ལས་ཞུས་ཡོད། ཨ་མི་རི་ཀར་བདུན་ཕྲག་གཉིས་ཚིག་བཏང་བ་རེད། གྲོས་ཆོད་བཞག་ཡག་དང། རྡ་རམ་ས་ལ་ལ་ཡང Congressional Delegations ལབ་གི་རེད། གོ་དོན་གྱི་དུས་ཡུན་དེ་ནི་ང་ལ་གྲོས་ཚོགས་འཐུས་མི་ཡིན་ནའི་རེད། འཛིན་སྐྱོང་གི་མི་སྣ་ཡིན་ནའི་རེད་གང་མང་མང་ཅིག་རྡ་རམ་ས་ལ་ལ་འདི་འདྲས་ཞུ་ཐུབ་པ་ཡིན་ན། གོ་དོན་གྱི་སྲུང་བརྩི་དང་མཉམ་དུ། ཨ་ནི་བོད་དོན་ལ་རྒྱབ་སྐྱོར་དེ་གས།

གཙོ་བྱས་གཙོ་བོ་རྡ་རམ་ས་ལ་ལ་ཡང་ལས་འགུལ་ག་རེ་སྤེལ་དགོས་ཡོད་མེད་འགན་དེ་གཞལ་ཡ་བྱས། ཨ་ནི་རྒྱལ་སྤྱིའི་ཁྱོན་ནས་ཡང་ལས་འགུལ་སྤེལ་ཡ་དེ་ཨ་ནི་ས་གནས་སོ་སོ་སོ་ལ་ཡང་རྒྱ་གར་ཡིན་ན་རྒྱ་གར་ས་གནས་སོ་སོ་སོ་ཕྱི་རྒྱལ་ཁག་ཡིན་པ་ཡིན་ན་དོན་གཅོད་ཁག་སོ་སོ་སོའི་གི་ཁྱབ་འོག་ལ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་རེད་བོད་དོན་རྒྱབ་སྐྱོར་བྱེད་མཁན་རེད་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་གནང་མཁན་ཚང་མ་ལ་ཐུན་མོང་གི་ཐོག་ནས་ད་ལས་རིམ་མང་པོ་ཆེ། པའི་བང་དུ་བཞིན་བསྒྲིགས་བསྡིགས་ཡ་རེད། ཨ་ནི་བྱམས་བརྩེའི་ལོས་ཞེས་ནས་སྲུང་བརྩི་ཞུ་དགོས་ཀྱི་རྒྱུ་མཚན་གཙོ་བོ་གཅིག་དེ་ད་ནང་ང་ཚོ་དེའི་སྐད་ཤེས་ཀྱི་ཤེས་ཀྱི་ལ་ཡ། འཛམ་བུ་གླིང་འདིའི་ནང་ལོ་ལ། ད་དྲག་པོའི་ལས་ལ་སྤྱོད་ངན་མང་པོ་ཞུ་ཆགས་ཡོང་བ་དང། དེ་འདྲའི་ཅིག་གི་དུས་ཚོད་ལ་ཡ། ད་འཚེ་བ་མེད་པ། བྱམས་སྙིང་རྗེ། ཞེས་འདི་ཚོ་ད་དངོས་གནས་དྲ་གནས་ཀྱི་མགོ་སྐོར་ཆེན་པོ་བཞུགས་ཅིག་ཆགས་བསྡད་ཀྱི་ཡོད་པའི་སོང་ཙང་ང་ཚོ་བྱམས་བརྩེའི་ལོ་ཞེས་ནས་འདུག་ཞེས་ནས་སྲུང་བརྩི་ཞུས་པ་ཡིན་ན། འདས་པའི་ལོ། དྲུག་ཅུ་ལྷག་གི་རིང་ལ་ཡང་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ཁབ་དྲུག་ཅུ་ལྷག་ནང་ཆིབས་བསྒྱུར་གནང་ཡོད་རེད། རྒྱལ་ཁབ་དྲུག་ཅུ་ལྷག་ཆིབས་བསྒྱུར་གནང་ད་ལྟ་ང་ཚོའི་གྲངས་ཀ་རྩིས་བཤེར་བ་ནང་སྤྱི་སྒོ་ཕྱེས་པ་ཡིན་ན་སྒྲིག་འཛུགས་དང་ཚོགས་པ་ཁག་མི་འདྲ་སུམ་བརྒྱ་ལྷག་ཅིག་གིས་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གདན་འདྲེན་ཞུས་ཡོད་པ་དང་ཆེ་བསྟོད་ཕུལ་ཡོད་པའི་གནས་དང་ཆ་ཡང་མ་ཐུབ། ད་ཁྱེད་རང་ཚོ་འདིའི་ཁུལ་ལས་ཡིན་པ་ཡིན་ནས་སྔས་མ་ཕྱི་ནུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གདན་འདྲེན་ཞུ་མཁན་གྱི་སྒྲིག་འཛུགས་ཁག་ཚོ་ལ་ཡང་འབྲེལ་བ་ཞུས་བྱས། འདི་ནི་རྒྱ་རོམ་ཆེ་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་བ་ཡོད་པའི་གི་ལས་རིམ་རེ་རེ་རེ་རེ་སྤེལ་བ་ཡིན་ནས་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང་གོ་དོན་དང་འབྲེལ་བའི་གི་ལས་རིམ་སུམ་བརྒྱ་ཆགས་ཀྱི་ཡོད། དེ་ཡིན་དུས་དེ་སྐད་དེ་ད་གྱང་དོན་གཅོད་ཀྱི་ལམ་སྟོན་གྱི་འོག་ནས་ཨ་ནི་ས་གནས་སོ་སོའི་བོད་རིགས་སྤྱི་མཐུན་ཚོགས་པ་རེད་ཚོགས་པ་གཞན་པ་ཚོས་ཀྱི་ཕར་ཚུར་འབྲེལ་བ་བྱས་བྱས་ཨ་ནི་ལས་རིམ་ཚོ་ནང་ལ་ཡག་བཙུགས་ཐུབ་པ་འདྲ་བོ་བྱིན་པ་ཡིན་ན་ཐུགས་ཕན་ཆེན་པོ་བཟོས་ཡ་ཡོང་གི་རེད་འོ་སྡུག་བྱས་ནས་ད་རྒྱ་བོ་རུམ་ཆེ་གོ་དོན་སྲུང་བརྩི་ཞུས་པའི་སྐབས་དེ་ཨ་ནི་རྒྱ་བོ་རུམ་ཆེ་ཐུགས་བསྐྱེད་དམ་བཅའ་བཞི་དེ་གཙོ་བོ་བཞག་བྱས་ཨ་ནི་སོ་སོ་ལས་བརྩམས་པ་ཡིན་ནས། འདི་གཞིར་བཞག་ནས་བྱས། གཞན་པ་ལ་འགྲེལ་བཤད་རྒྱག་དགོས་བྱུང་བ་ཡིན་ནའི། འདི་གཞིར་བཞག་ནས་འགྲེལ་བཤད་རྒྱག་ཐུབ་པ་ཡིན་ན། དེ་སོ་སོ་གཅིག་པུར་མ་རེད། སྤྱི་ཚོགས་ཁོ་རང་དང་འཛམ་བུ་གླིང་ཁྱོན་ཡོངས་ལ་ཕན་ཐོགས་ཡག་གི་གནས་སྟངས་ཅིག་ཆགས་ཡོང་གི་འདུག་ཨ། དེ་ཡིན་དུས་ཨ་ནི་གོ་དོན་དེ་ང་ཚོ་བྱམས་བརྩེའི་ལོ་ཞེས་ནས་གོ་སྒྲིག་ཞུ་ཡ། འདིས་གནད་འགག་མང་པོ་ཅིག་ལ་བལྟས་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་འདི་གལ་ཏེ། ཨ་ནི་འཛམ་བུ་གླིང་ནང་ལ་རྒྱ་ཁྱབ་ཡག་པོ་བྱུང་བ་ཡིན་ན། བོད་དོན་རང་བཞིན་གྱིས་འདི་མཉམ་དུ་སླེབས་ཡོང་བ་རེད། ག་ཤེད་ཀྱི་ཡང་ས་གནས་ལ་ང་ཚོ་གོ་སྒྲིག་ག་འདྲས་ཞུ་དགོས་རེད་གཅིག་བྱས་བ་རེད་གཉིས་བྱས་བ་རེད་སེ་གསུངས་བསྡད་ཀྱི་འདུག་དབུས་ནས་མ་ང་ཚོ་གང་ཐུབ་ཐུབ་ཅིག་གིས་འགྲེམས་སྟོན་གྱི་ཡིག་ཆ། ས་གནས་སོ་སོ་སོ་ལ་ཡག་རྒྱ་གང་བྱེད་ཅིག། ཁྱབ་ཐུ་ཡ་དང། ཨ་ནི་ཅིག་སྐད་ཡིག་མི་འདྲ་ནང་ལོགས་ལ་སྒྱུར་བྱེད་ཨ་ནི་དཔེར་ན་ལྷོ་ཨ་མི་རི་ཀ་སོགས་འདྲ་བོ་དེ་འདྲ་ཡིན་པ་ཡིན་ན Spanish དང Portuguese དང་དེ་ཚོ་ནང་ལས་སྒྱུར་བྱེད་ཨ་ནི་འགྲེམས་སྟོན་གང་མང་མང་བྱེད་ཐུ་ཡ་ད་འགྲེམས་སྟོན་གི་རྒྱུ་ཆ་དེ་ཁྱེད་ཡོང་རྗེས་ང་ཚོའི་བོད་པའི་སྤྱི་ཚོགས་གཅིག་པོ་དང་གངས་ཅན་ཆོས་ལྡན་ལས་གཅིག་པོ་ལ་སྟོན་ཡ་དེ་འདྲ་མ་རེད་ད། ང་རང་ཚོའི་བོད་པ་ཚོ་མང་ཆེ་ཤིང་གི་ཡོད་རེད་བ། ད་འདིའི་གཡས་གཡོན་གྱི་སླབ་བསྒྲགས་འཛུལ་འབྲེལ་བ་ཆེ། སླབ་བསྒྲགས་ཁང་ཚོས་མཐོ་སློབ་འཛུལ་ནང་ལ་འབྲེལ་བ་ཆེ། འགྲེམས་སྟོན་གྱི་རྒྱུ་བྱ་འཛུལ་ཕ་གིས་དེ་ཚོ་ངོ་སྤྲོད་ཆེ། དེ་བ་དེའི་སྒང་ལ་ཨ་ནེ་སྐུ་མདུན་གྱི་མཛད་པ་འཕྲིན་ལས་དང་འབྲེལ་བའི་གློག་བརྙན་དེ་འདྲ་ཡོད་རེད། ན་ནིང་རང་ལོ་ནའི་གསར་བ་གཅིག Wisdom of Happiness ཡ་ཆེ་ན་ནིང་སྤྱི་ཟླ་དྲུག་པའི་ནང་ལ་ཨ་ནེ Richard Gere དང་ཁོ་ཚོས་ཕེ་གྷའི Zurich Film Festival ཡ། དབུ་འབྱེད་གནང་བ་རེད། ང་ཡི་དེ་དུས་བཅའ་ཡག་གི་གོ་སྐབས་ཅིག་བྱུང་སོང། ད་ལོ་རྗེས་མ་གོ་སྟོན་གྱི་ལོ་དེ Richard Gere ང་ཚོའི་ཚུ Canada ལ་ཅིག་གདན་འདྲེན་ཞུས་ཆེད་ང་ཚོའི་ཚུ་ཅིག་ཡོང་ཐུབ་པ་ཡིན་ན་ཨན Canada གི་གྲོས་ཚོགས་ཡོད་ས་ལ་ཡར་གློག་བརྙན་དེ་ཡར་ཟིན་འབུལ་ཞུ་ཐུབ་ཡ་ཇི་དང་ཨན་དེའི་བརྒྱུད་ནས་ཡང་སྐུ་མདུན་གྱི་དགོངས་པ་རྒྱ་ཆེ་ས་ནས་རྟོགས་ཐུབ་ཡ་གི་ཆ་ཚང་བ་ཞིག་ཨ་རེད། གློག་བརྙན་ཧང་སང་ཡང་ཡག་པོ་བྱོས་ཡག་རེད་ར། འོ་འདི་ཚོ་ཕྲན་ག་དེས་བེད་སྤྱོད་དང་ད་དེ་མ་ཡིན་པའི་གི་སྐུ་མདུན་གི་མཛད་པ་ཕྲིན་ལས་དང་འབྲེལ་བའི་གློག་བརྙན་མང་པོ་ཡོད་རེད་དེ་ཚོ་ང་ཚོ་ག་ཚོད་ཐུག་ཐུག་ཅིག་ཨ་ནི་ཅིག་མཐོ་སློབ་ཁག་དང་གནད་ཡོད་མི་སྣ་ཚོ་ལ་ཡ་གཅེས་འབུལ་ཞུས་ཐུབ་པ་ཡིན་ན་ཨ་ནི་བོད་དོན་གི་གོ་རྟོགས་དེ་རང་བཞིན་གི་དེ་བརྒྱུད་ནས་ཡོང་ཧེ་ཆགས་འགྲོ་གི་རེད། ཨ་བོད་པའི་སྤྱི་ཚོགས་གཅིག་པུ་བསྟན་བསྡད་པ་ཡིན་ན། ཁོ་བཞི་བ་ཞུ་བ་ཅིག་རྒྱ་ཁྱབ་ཡོང་ཨ་ཡོང་མ་རེད་བ། སྤྱི་ཚོགས་གཞན་པ་ནང་ལ་ག་ཚོད་ཅིག་ངོ་འཕྲོད་ཐུབ་པ་བྱེད་ཐུབ་པ་ཡིན་ནའི། འདིའི་སྒང་ལ་ཁྱོད་རང་ཚོ་དེ་འབད་བརྩོན་གནང་དགོས་ཀྱི་ཡག་རེད། ཨ་ནི་དངོས་གནས་དྲང་གནས་ཀྱི་ང་ཚོ་གོ་དོན་ཟེར་དུས་ཚང་མ་ལས་ཡང་གོ་དོན་དེའི་མིང་དོན་ཚུགས་པ་བྱེད། ཡོང་ཐུག་གི་རེད་འདི་སྒང་ལ་ཡང་འབད་བརྩོན་གནང་རོགས་གནང་བྱས་ནས་དེ་ཞུ་གི་ཡིན་དེ་ནས། ད་ནང་ང་ཚོ་དེའི་ཕར་ཚུར་ཕྱིན་པའི་སྐབས་ལ་ས་ཁུལ་གསུམ་གྱི Riding གསུམ་ནང་ལོགས་ལ་ད་གུ་ཡངས་ཚོགས་པའི་གི་འཐུས་མི་དེ་ག་ཐོབ་བསྡད་ཡོད་རེད་ཨ་རི་ཕི་ར་ནེ་གི་ཚབ་ལ་སྐ་རིམ་སླེབས་བསྡད་ཡོད་རེད་ཨ་ནི James Maloney ཡང་བསྐྱར་ཐོབ་བསྡད་ཡོད་རེད་ཨ་ནི་དེ Evan Baker ཁོ་རང་ཐོབ་བསྡད་ཡོད་རེད་ཁོ་ཚོ་གསུམ་ག་ང་ཚོ་ཐུག་པ་ཡིན་ཨེ་ང་ཚོ་བོད་བའི་གནད་དོན་ལབ་ཡོང་དུས་ཚང་པ་ཆབ་སྲིད་ཚོགས་པ་ཚང་མ་ལོག་ལ་འབྲེལ་བ་བྱེད་ཀྱི་ཡོད་རེད་མ་གཏོགས་གཅིག་གི་ཡང་གཞུང་འཛིན་ཚོགས་པ་གཅིག་པོ་འབྲེལ་བ་བྱས་དེ་ནི་རྩ་བ་ཉིད་ནས་མ་རེད། དེ་ཡིན་དུས་ཚང་པ Liberal Party ངོས་ནས་ད་ལྟ་ཁོ་ཚོ་གསུམ་ཐུགས་ཆེ་ཁོ་ཚོ་གསུམ་ལས་ལས་འགན་འདི་གས་དེ་བསྐུར་བཞག་ཡོད། ཁྱེད་རང་ཚོས་དེ་མཇུག་སྐྱོང་གནང་དགོས་རེད། ང་ཚོས་ཐེངས་གཅིག་ལབ་པ་དེ་ཁོ་ཚོས་མཐོ་རྒྱབ་བྱས་ད་དེ་གས་དེ་བྱེད་ཀྱི་ཡིན་བྱེད་ཀྱི་ཡིན་བྱེད་ཀྱི་ཡིན་ཟེར་ནས་གསུངས་སོ་དེ་ཡིན་ནས་དེ་ཚོ་ལ་ཡང་གཅིག་སྐུལ་ལྕག་བྱས་དང་དེ་ཚོ་བྱས་དེ་ཚོ་དེ་ག་དེ་རང་ཚོའི་ངོས་ནས་གནང་དགོས་ཀྱི་ཡོད་རེད། དེ་ཡིན་དུས་རྒྱ་རོམ་བཅས་ཀྱི་གོ་སྟོན་གྱི་ཉིན་མོ་དེ་ལ། ཨ་ནི་འཛམ་བུ་གླིང་གི་ནང་ལོགས་ལ་གྲོས་ཚོགས་སོ་སོ་སོའི་ནང་ལོགས་ལ་གྲོས་ཆོད་བཞག་ཐུབ་པ་ཡིན་ན་གྲོས་ཆོད་བཞག་ཡ། གྲོས་ཆོད་བཞག་མ་ཐུབ་པ་ཡིན་ན་ཨ་ནི་སྐུ་མདུན་གྱི་གོ་སྟོན་དང་འབྲེལ་བའི་གི་གསུང་བཤད་གནང་ཡ། འདི་དབུས་གྱི་གྲོས་ཚོགས་ནང་ལ་ཡིན་ནི་རེད་དེ་ཁྱེད་རང་ཚོ་ཨོ་ནྟྲ་རི་ཡོ་ཡིན་ནི་རེད་བོད་པ་ཡོད་ས་མོན་ཁྲེལ་ཡིན་ནི་ཨོ་ནྟྲ་བ་དང། ཁ་སང་སྦེལ་བིལ་ལས་ཕྱིན་པ་རེད། Calgary། Vancouver དང་དེ་ཚོའི་ནང་ལོགས་ལ་ཡང་སོ་སོའི་གྲོས་ཚོགས་འཐུས་མི་ཚོ་ནང་ལ་སོ་སོ་སོའི་མངའ་སྡེ་གྲོས་ཚོགས་དང་དབུས་ཀྱི་གྲོས་ཚོགས་ནང་ལོགས་ལ་ཡང་གོ་སྟོན་གྱི་ཉིན་མོ་དེ་ལ་ཡང་སྐུ་མདུན་གྱི་ཆེད་དུ་གསུང་བཤད་དེ་འདྲ་གནང་ཐུབ་པ་འདྲ་བོ་བྱིན་པ་ཡིན་ན་དེ་ཡང་རྒྱ་ཁྱབ་ཅིག་འགྲོ་གི་རེད་བ། དེ་དང་མཉམ་དུ། གོ་སྟོན་འདི་ང་ཚོ་ལོ་གཅིག་གང་ཚང་གསུང་བྱས་ཡ་ཡིན་པས་སོང་ཙང་ཨ་ནི་རྒྱལ་ཁབ་མི་འདྲ་ནས་ཡང་སྐུ་ཚབ་ཚོགས་ཆུང་དེ་འདྲ་ཕེབས་ཐུབ་ན་ཟེར་ནས་ཁ་སང་ཨ་མི་རི་ཀ་ལས་ཞུས་ཡོད། ཨ་མི་རི་ཀར་བདུན་ཕྲག་གཉིས་ཞིག་བཏང་བ་རེད། གྲོས་ཆོད་བཞག་ཡ་དང། རྡ་རམ་ས་ལ་ལ་ཡང Congressional Delegations ལབ་གི་རེད། ཁོང་ཚོ་ཟླ་གཉིས་ཆིག་བཞི་ཞིག་ནང་ཕེབས་པ་རེད། ད་འདི་ལོ་ནང་ལ་ཡིན་ནའི་རེད་རྗེས་ལོའི་ནང་ལ་ཡིན་ནའི་རེད་གང་ལྟར་གོ་སྟོན་གྱི་དུས་ཡུན་དེ་ནི་ང་ལ། གྲོས་ཚོགས་འཐུས་མི་ཡིན་ནའི་རེད་འཛིན་སྐྱོང་གི་མི་སྣ་ཡིན་ནའི་རེད་གང་མང་མང་ཞིག་རྡ་རམ་ས་ལ་ལ་འདི་འདྲས་ཞུ་ཐུབ་པ་ཡིན་ན། སྐུ་མདུན་མཇལ་ཁ་ཞུས། གོ་དོན་གྱི་སྲུང་བརྩི་དང་མཉམ་དུ་བོད་དོན་ལ་རྒྱབ་སྐྱོར་དེ་གའི་ཤུགས་ཆེན་པོ་ཞིག་མཚོན་ཐུབ་ཀྱི་ཡོད་རེད། ས་གནས་སོ་སོ་སོའི་ནང་ལོགས་ལ་གོ་དོན་གྱི་གོ་སྒྲིག་ཞུས་པའི་སྐབས་ལ་གོ་དོན་གྱི་རྟགས་དེ་དགུ་ཐམ་པའི་གཅིག་བཟོས་ཡོད་རེད་དེ་གས་དེ་བེད་སྤྱོད་བཏང་ཆོག་གི་རེད་དེ་འདྲའི་ཆིག་ཆག་དག་ཕུད་ཡ་དང་ག་རེ་བཟོ་དགོས་ཀྱི་ཡོད་ནས་གོ་དོན་གྱི་ལོ་གོ་དེ་བེད་སྤྱོད་བཏང་ཆོག་གི་ཡོད་རེད་དེ་གས་དེ་ཡང་མ་མཆན་པ་དེ་འདྲ་ཡོད་ན་སོ་སོ་སོའི་དོན་གཅོད་ལ་ཡང་བཀའ་འདྲི་གནང་གིན་གནང་གིན་བྱས་པ་ཡིན་ན། ཡག་པོ་ཡོང་གི་རེད་བྱས་ནས། ད་གོ་དོན་དང་འབྲེལ་བའི་ཐོག་ནས། ཧ་ཧ། འདི་འདྲས་བྱེད་ཀྱིན།